ལྷ་སའི་པོ་ཏཱ་ལ་ཝག་གི་ཞོལ་བཙོན་ཁང་སྐོར་ནས་ཅུང་ཙམ་ཞུ་ཨ། ཨ་ཁ་ཉིན། ཁྱེད་རང་མི་གཞན་ལས་རྒན་གསོ་དོད་པོ་ཡོད་ཡག་གི་རྒྱུ་མཚན་ག་རེ་ཡིན་མེད་མཁྱེན་གི་ཡོད་པ་ཡིན་ན་གཤམ་གསལ་འདི་ལྟར་འདུག་ཨ། དང་པོ་འདི་ག་རེ་ཞེས་པ་ཡིན་ན། ཁ་ལག་ཆོས་ཡག་འདི་ཚད་ལས་བརྒལ་བ་ཆོས་དྲག་པའི་རྐྱེན་གྱིས་རེད་བྱ། གཉིས་པ་འདི་ག་རེ་ཞེས་པ་ཡིན་ན་ཁྱེད་རང་གཉིད་མ་བཏང་བའི་རྐྱེན་གྱིས་རེད་འདུག་གསུམ་པ་འདི་ག་རེ་ཞེས་པ་ཡིན་ན། ཆུ་འཐུང་ཡག་དེ་ཉུང་དྲགས་བའི་རྐྱེན་གྱིས་ཤ། བཞི་པ་དེ་ག་རེ་ཞེས་བས་ན་གུ་ཀྱོག་དང་ཡང་ཉུང་དྲགས་པའི་རྐྱེན་གྱིས་རེད་ཤ། ལྔ་པ་དེ་ག་རེ་ཞེས་བས་ན་ང་ཚོས་ཀྱིས་ཉེས་འགོག་བྱེད་ཡག་དེ་ཏག་ཏག་མ་བསྡད་པའི་རྐྱེན་གྱིས་རེད་ཤ། ག་རེ་ཡིན་ཞེས་བས་ན་ང་ཚོ་ནམ་རྒྱུན་ལྷན་ནས་ཉི་མ་འདེགས་སུ་འགྲོ་དགོས་རེད་བ། ཉི་མའི་ལས་དེ་ཚད་དང་མ་རེག་པ་ཡིན་པ་ཡིན་ན་ཡང་ཁྱེད་རང་ནད་རིགས་རེད་ལགས་འདུག་བ། དྲུག་པ་དེ་ག་རེ་ཞེས་བས་ན་སེམས་པ་མ་སྐྱིད་པ་བྱེད་ཡག་དེ་རྐྱེན་གྱིས་རེད་བ། དེ་ནས་བདུན་པ་དེ་ག་རེ་ཞེས་བས་ན་སེམས་ལ་གནོན་ཤུགས་མང་དྲགས་པའི་རྐྱེན་གྱིས་རེད་ཤ། ད་བརྒྱད་པ་དེ་ག་རེ་ཞེས་བས་ན་ཁྱེད་རང་གིས་རྒྱུས་དང་འབྲེལ་བ་འདུག་རྒྱ་གར་ནས་ཞེས་བས་ན་ཅི་ཡིན་ཟེར་བ།

ད་ཡང་མང་པོ་ཅིག་གིས་ཆང་རག་མ་བཏུབ་ཡིན་ན། བར་སར་དོན་དག་ཆེན་པོ་ཟ་ཅིག་འགྲོ་ཐུག་མ་རེད་ཟེར་གི་འདུག་བལ། ད་འདི་སྤྱིར་བཏང་ད་ཁོ་རེ་གི་ཁ་རྒྱུན་འདྲ་པོ་རེད་ཤག་ཨ། ཆང་རག་མ་བཏུང་ཅིག་ལོ་གཉིས་ཕྱིན་ཟེར་གི་ལོ་གཉིས། ལོ་གཉིས་པོ་དེ་ན་ལོ་ལ་ཡང་ཡང་སོ་སོ། སྒྲུབ་བསམ་པའི་ལས་ཀ་དེ་སྒྲུབ་མ་ཐུབ་ཅེས་བྱུང་མ་སོང། དེ་བས་ཀྱང་ང་རང་ཚོ་ཁྱམས་ཁར་འགྲོ་དུས་ཙམ་ལ་མང་པོ་ཅིག་གིས་ཡང་ཆང་རག་མ་བཏུང་ཅིག་ཅེས་དང་སྐབས་སུ་བེད་སྦྱོར་མ་བཏུང་ཅིག་ཅེས་ཡང་ཁྱམས་ཁ་ཅན་མི་སྤྲོ་ཉེན་དང་གཅིག་པོ་རེད་ཟེར་གི་འདུག་བལ། ཅེས་མར་བཤད། གཙོ་བོ་སོ་སོའི་གི་སེམས་ཁམས་དང་འབྲེལ་བ་དུ་ཁྱེད་རང་གི་སེམས་ཁམས་དེ་ཞི་བདེ་མེད་སོང་ན་ཁྱེད་རང་གི་སྦི་རག་དུང་ཅིག་ཅེ་ད་ཅིག་བྱེད་པོ་ཞིག་ཇི་ག་བྱེད་ན་ལེ་ཁོ་རེ་གི་དཔག་པའི་གི་དེ་ཙམ་རེད་མི་ཞུ་ཅིག་གི་སེམས་རང་ནང་ལོག་ལེ་ཡ་སྤྲོ་ན་དེ་ལེ་ཐུ་གོ་བ་མ་རེད་བྱེད་ཙང་ང་རག་ཚོ་ཆང་རག་ཏུ་མ་འདུག་དེ་ད་ཁྱེད་རང་གི་སྣང་བའི་གི་མ་གི་དེ་འདྲ་བ་སྤུ་ཙམ་མི་འདུག་ལ་དེ་བས་ཀྱང་ཆང་རག་ཏུ་མ་འདུག་དེ་ཁྱེད་རང་གི་དོན་དག་གྲུབ་མ་གྲུབ་དེ་འདྲ་བ་རྩ་བ་ཉིད་ནས་མི་འདུག་འཛམ་བུ་གླིང་འདི་གར་ཡང་ལེགས་གྲུབ་བྱུང་པའི་མི་མང་པོ་ཞིག། ཆང་རག་ཁ་མེད་མཁན་མང་པོ་ཡོད་རེད། ད་ཡང་ཁྱེད་རང་ཡིན་གཅིག་མིན་གཅིག་བས་ཆང་རག་དེ་བཅད་དགོས་རེད་ཟེར་གི་མེད་ད་ང་རེ་ངོས་ཡོན་ཀྱང་ནས་འབྲེལ་བྱེད་གི་ཡོད་ད་ཆང་རག་དེ་བཅད་པས་ནི་ཨ་ཅག་ཅག་སོ་སོའི་གཟུགས་པོ་ཡིན་ནའི་འདྲ་གང་ཅི་དེ་ནས་ཤེས་དགོས་ཡོད་མ་རེད་བ། དེ་ནས་ག་རེ་ཟེར་ན་ང་རང་ཚོ་གི་ཙོ་ཙོ་ཕ་མ་ཕ་མ་ཟེར་གི་ད་ཕྱི་ལོ་འགྲོ་དུས་ཆང་རག་མང་པོ་མ་འདུག་ཨ་དེ་འདྲས་ཀྱང་གསུངས་འདུག་བ་བྱས་ཙང་ཙོ་ཙོ་དེ་ང་རང་ཚོ་གི་ཕ་མའི་བསླབ་བྱ་སེམས་ནང

དེ་རིང་གི་ལེགས་བཤད་མ་ཞུས་གོང་ལ་ངས་ཁྱེད་རྣམ་པ་ལ་བརྙན་ཐུང་ཞིག་བསྟན་ཨ། ཁྱེད་རྣམ་པ་བརྙན་ཐུང་དེ་ལ་ཡག་པོ་གཟིགས་དང། མི་དེའི་ཁ་ལ་ལྟ་རྒྱུ་དང་སྐེ་ལ་ལྟ་རྒྱུ་དང་ཚོ། ཡག་པོ་ཅིག་རེད་བསམ་གི་འདུག་ཡང་ན་ཡག་པོ་ཅིག་མ་རེད་བསམ་གི་འདུག། ཁོ་རང་གིས་ཁོ་རང་ལ་བསམ་བློ་བཏང་ན་ཡག་སྣང་འདྲ་ཅིག་ཤར་གི་ཡོད་གཞན་དང་མི་འདྲ་བ་ཅིག་ཡིན་བསམ་ནས། འོ་དེ་འདྲ་རེད་ཨ། ད་ངས་ལེགས་བཤད་ཉི་ཤུ་རྩ་གསུམ་འདི་ཞུ་ཨ། དེ་ནས་ལེགས་བཤད་ཉི་ཤུ་རྩ་གསུམ་དེའི་ནང་ལ་ག་རེ་གསུངས་འདུག་ཟེར་ན། ནང་སེམས་རྒྱུད་ལ་ཡོན་ཏན་མེད་ཀྱང། ཕྱི་ནས་གྱོན་པ་མིང་གྲགས་ཅན་གྱོན་ཏེ་ཀྲོག་ཀྲོག་བྱེད་པ་ནི། དཔེར་ན་དུད་འགྲོའི་སྐེ་ལ་དྲིལ་བུ་བཏགས་པ་དང་འདྲ་བ་ཡིན་པས་རིན་ཐང་ཅི་ཡང་མེད་དོ་གསུངས་འདུག། ད་དེའི་སྐོར་ནས་ཁྱེད་རྣམ་པ་ལ་ཞུས་པ་ཡིན་ན་ཧ་ལས་པའི་མང་པོ་ཅིག་ཞུ་རྒྱུ་འདུག་དང། ཁྱེད་རྣམ་པའི་ཐུགས་ལ་ཕོག་ཐུག་ཆེན་པོ་འགྲོ་གི་རེད་བསམ་ནས་ངས་ཞུ་མ་ཕོད་ཨ། འོན་ཀྱང་མིག་གསར་གི་ཞུ་རྒྱུ་གཅིག་ལ། ད་དེང་སང་ང་ཚོ་གྲོང་གསེབ་ཁུལ་ལ་སྐད་ལ་བཏགས་རྒྱུ། གསེར། ཟངས། དངུལ། ལྕགས། གཡུ། བྱི་རུ། གཟི། རྡོ། དེ་ལ་སོགས་པ་མང་པོ་ཅི་ཐར་འགྲོ་གི་འདུག་དངོས་གནས། ད་དེ་ག་རེ་རེད་ཟེར་ན་དེ་རྒྱན་ཆ་རེད་པས་ཟེར་ན་རྒྱན་ཆ་རྩ་བ་ནས་མ་རེད་ད་རྣམ་པ་ལྷན་རྒྱས། ང་ཚོ་ཕན་ཚུན་བལྟས་པ་ཡིན་ན་ཡང་སྣང་འདྲ་ཤར་གྱི་ཡོད་རེད་ད་དོན་ངོ་མའི་ཐོག་ལ་དེ་བླུན་རྟགས་རེད་རྣམ་པ་ལྷན་རྒྱས། གཞན་པ་སྔོན་ཐོན་གྱི་རྒྱལ་ཁབ་དང་སྔོན་ཐོན་གྱི་མི་རིགས་ཚོས་ང་ཚོ་ལ་བལྟས་པ་ཡིན་ན། ད་ལྟ་ང་ཚོ་གི་མི་དེ་ལ་བལྟས་པ་དང་གཅིག་པ་གཅིག་རྐྱང་རེད། ང་ཚོའི་སེམས་ནང་ལ་ཡང་སྣང་ཅིག་ཤར་གྱི་ཡོད་རེད་ད་དོན་ངོ་མའི་ཐོག་ལ་ཧ་ལས་པའི་བླུན་རྟགས་ཆེན་པོ་རེད་ཡིན་དུས་བརྩམས་པ། བླ་མ་རིན་པོ་ཆེས་ག་རེ་གསུང་གི་འདུག་ཟེར་ན། གལ་སྲིད་རྒྱན་ཆ་གཅིག་དོན་གཉེར་བྱེད་དགོས་ན། རབ་ཨང་དང་པོ་ཡིན། ནང་སེམས་སྐྱིད་ཀྱི་རྒྱན་ཆ། ཤེས་བྱ་རིག་གནས་དང་བསམ་པ་བཟང་པོ་ལ་སོགས་པ་དོན་གཉེར་བྱེད་དགོས་རེད། གལ་སྲིད་དེ་མ་ཐུབ་པ་ཡིན། ད་ལུས་པོའི་སྟེང་གི་རྒྱན་ཆ་ཞིག་དོན་གཉེར་བྱེད་དགོས་ཀི་ཟེར་ན། ད་རང་གི་ལུས་ལ་རན་པོ་བྱེད། དངོས་གནས། ལྷམ་ཟེར་རྒྱུ་དེ་ང་ཚོ་རྐང་པ་ལ་འཚམ་པོ་འདྲ་བྱུང་པ་ཡིན། འདི་ཆོག་གི་རེད་འདི་ཡག་གི་རེད། དཔེ་དེ་བཞིན་དུ་རྒྱན་ཆ་ཡིན་ན་ཡང་ང་ཚོའི་ལུས་ལ་ཚན་པོ་གཅིག་བྱུང་བ་ཡིན་ན་ད་གསེར་ཡིན་ན་རེ་དངུལ་ཡིན་ན་རེ་ཆུང་ཆུང་འདྲ། གཡུ་བྱི་རུ་ཡིན་ན་ཡང་གཅིག་རྩ་གཉིས་རྩ་དེ་འདྲས་བྱུང་བ་ཡིན་ན་རྒྱན་ཆ་ལ་འགྲོ་གི་རེད་དངོས་གནས། དེ་མ་གཏོགས་ད་མང་པོ་མང་པོ་བཏགས་པ་ཡིན་ན་རྒྱན་ཆ་ལ་འགྲོ་གི་མ་རེད་དེ་བླུན་རྟགས་རེད་མ་ཟད་ཁྱེད་རང་གི་མེ་ཙེ་སྡུག་ལ་སྦྱོར་གི་རེད་ད་དེས་མེ་ཙེ་སྡུག་ལ་སྦྱོར་མེ་ཙེ་ལ་དོན་སྙིང་མེད་པར་འགྲོ་གི་རེད། ད་དངོས་གནས་སྐད་ཆ་དྲང་པོ་ཡིན་ཨ་བླ་མ་རིན་པོ་ཆེ་གི་ཡིན་ན་ལྷག་བསམ་རྣམ་དག་གི་ཁྱེད་རྣམ་པ་ལ་ཞུ་གི་ཡོད་རེད་གསུང་གི་ཡོད་རེད་དེར་ངས་ཡིན་ན། ཁྱེད་རྣམ་པ་ལ་ལྷག་བསམ་རྣམ་དག་གི་སྐད་ཆ་དྲང་པོ་ཞུས་པ་ཡིན་དུས་ཁྱེད་རྣམ་པ་རང་རང་སོ་སོས་བསམ་བློ་བཏང་རོགས་གྱིས། དེ་ནས་ཁྱེད་རྣམ་པ་གལ་སྲིད་ཐུགས་ལ་ཕོག་པ་དེ་འདྲ་བྱུང་ན་དགོངས་པ་མ་ཚོང་ཨ་ལ་གང་ལྟར་ཀྱང་དོན་ཚོ་མན་ཤེལ་ནི་ཐབས་མེད་རེད་དོན་ཚོ་ཧ་ལས་པ་བླུན་རྟགས་ཆེན་པོ་རེད་རྒྱན་ཆ་རྩ་བ་ནས་མ་རེད་འོ་དེ་འདྲ་ཡིན་ཨ་ལ། དེ་རིང་ལྷ་སའི་པོ་ཏཱ་ལ་འོག་གི་ཞོལ་བཙོན་ཁང་སྐོར་ནས་ཅུང་ཙམ་ཞུ་ཨ་ལ། ཁ་ཉིན་བུ་མོ་ཆུང་ཆུང་གཅིག་དང་བུ་མོ་དེའི་ཨ་ཕ། དེ་མཉམ་དུ་འདུག་དེ་ནས་བུ་མོ་ཆུང་ཆུང་དེའི་ཨ་ཕ་དེ་ལ་ཕར་ག་རེ་བཤད་སོང་ཟེར་ན། པོ་ཏཱ་ལ་ཞབས་ལ་ལྷ་སའི་གཞོལ་བཙོན་ཁང་ཟེར་རྒྱུ་ཞིག་ཡོད་རེད། དེའི་ནང་ལ། སྤྱི་ཚོགས་རྙིང་པའི་སྐབས་སུ་མིག་གིས་པགས་པ་བཤུ་རྒྱུ་ལ་སོགས་པ་ཧ་ལས་པ་གདུག་རྩུབ་ཆེན་པོ་བཏང་གི་རེད། དེ་འདྲས་སུ་བཤད་སོང་བཤད་དུས་རྩམ་པ་ཨ་ཕ་དེ་གི་བུ་མོ་དེ་ལ་སྐད་ཆ་ག་རེ་དྲིས་སོང་ཟེར་ན་ཁྱེད་རང་གི་དོན་རྩོམ་ག་ནས་ཧ་གོ་སོང་ཟེར་སྐད་ཆ་དེ་འདྲས་སུ་དྲིས་སོང་དྲིས་དུས་རྩམ་པ་བུ་མོ་དེས། བའི་ཏུ་ཟེར་གི་འདུག་རྒྱ་སྐད་ལ་བོད་སྐད་ལ་རྒྱས་དུས་ཟེར་དེའི་ནང་ནས་མཐོང་སོང་ཟེར་སྐད་ཆ་དེ་འདྲས་བཤད་སོང་བཤད་དུས་ཨ་ཕ་དེ་གི་བུ་མོ་དེ་ལ་ཁྱེད་རང་གི་དངོས་སུ་མ་མཐོང་པ་ཡིན་ན་གང་བྱུང་མན་ཆུ་ལ་ཡིད་ཆེས་མ་བྱེད་ཨ་ཟེར། འདི་འདྲས་བཤད་སོང། དེ། རྫུན་མ་རེད་ཟེར་ཡང་བཤད་མ་སོང། བདེན་པ་རེད་ཟེར་ཡང་བཤད་མ་སོང། དངོས་གནས་སྐད་ཆ་བཤད་སྟངས་ཡག་པོ་འདུག་རྫུན་མ་རེད་ཟེར་དགོས་ན། ཡང་ཅིག་བདེ་པོ་བཟོ་ཡོད་མ་རེད། ཡང་བདེན་པ་རེད་ཟེར་དགོས་ན་ཡང་བདེ་པོ་བཟོ་ཡོད་མ་རེད་མི་དུས་རྩམ་པ། ཁྱེད་རང་གི་དངོས་སུ་མ་མཐོང་པ་ཡིན་ན་ག་འཇུ་མ་འཇུ་ལ་ཡིད་ཆེས་མ་བྱེད་ཨ། དངོས་གནས་རེད། ལྷ་སའི་ཞོ་བཙོན་ཁང་ཟེར་རྒྱུ་དེའི་ནང་ལ། དངོས་སུ་བསྡད་མྱོང་མཁན་དེ་མཁས་དབང་དགེ་འདུན་ཆོས་འཕེལ་རེད། མཁས་དབང་དགེ་འདུན་ཆོས་འཕེལ་གྱི་ཞོལ་བཙོན་ཁང་ཟེར་རྒྱུ་དེ། གདུག་རྩུབ་ཆེན་པོ་དེ་འདྲས་ཅིག་ཡིན་པ་རྩ་བ་ནས་གསུངས་ཡོད་མ་རེད། གུ་ཡངས་པོ། བཙོན་པ་ཚོ་ལ་ཡིན་ན་ཡང། ཕར་གདུག་རྩུབ་ཆེན་པོ་མ་བཏང་ས་དེ་འདྲས་ཅིག་ཡིན་པ་གསུངས་ཡོད་རེད་ཡིན་དུས་བཙན་པ། དེང་སང། མི་རིགས་གཞན་པ་གིས་ད་ང་ཚོའི་ལོ་རྒྱུས་དང་ཚོ་འཁྱོག་བཤད་བྱེད་ཀྱི་མིན་འགྲོ་བསམ་ས་ཅི་དངོས་གནས། ཧ་མ་གོ་བ་དང་ཚོའི་བསམ་པ་ལ་བོད་ཟེར་རྒྱུ་དེ་དངོས་གནས། སྔོན་མ་སྤྱི་ཚོགས་རྙིང་པའི་སྐབས་སུ་ཧ་ལས་པ་གདུག་རྩུབ་ཆེན་པོ་གཅན་གཟན་འདྲ་པོ་དེ་འདྲས་ཡིན་པའི་ཚོར་སྣང་འདྲ་ཅིག་སྤྲད་ཀྱི་འདུག་ཡིན་དུས། ང་ད་ལོ་རྒྱུས་ལ་དེ་ཙམ་གྱིས་དགའ་པོ་མེད་ལོ་རྒྱུས་བལྟ་རྒྱུ་ལ་གང་ལྟར་ཀྱང། ཁྱེད་རྣམ་པ་ལོ་རྒྱུས་ལ་ཞིབ་འཇུག་བྱེད་མཁན་རྣམ་པས་གཞོལ་བཙོན་ཁང་དང་དང་ཚོའི་སྐོར་ལ་གསལ་བཤད་བྱེད་རྒྱུ་དེ་ཧ་ལས་པ་གལ་ཆེན་པོ་ཡིན་ས་རེད་དངོས་གནས། དེ་བཞིན་གསལ་བཤད་བྱེད་མ་ཐུབ་པ་ཡིན་ན་མི་རིགས་གཞན་པ་ལ་གོ་བ་ལོག་པ་སྐྱེ། མི་རིགས་གཞན་པ་དེ་འདྲ་བོད་པ་ལ་དགའ་དད་པ་ཡིན་ན་ཡང། ཡང་ལོ་རྒྱུས་ཐོག་ཚོ་གོ་ཡོང་དུས། ལམ་སེང་ཕར་ཡང་བོད་པ་ལ་མི་དགའ་བ་ཆགས་མཁན་དེ་འདྲས་ཡོང་གི་འདུག། དངོས་གནས།